ཚང་མ་ལ་འཚམས་འདྲིའི་བདེ་ལེགས་ཞུ་ཡ་དང་ཨ་ནེ་ཡང་དེ་རིང་བ་ཕྱི་ལོ་ཉིས་སྟོང་བཞི་རྩ་དྲུག་ལོའི་ཕྱི་ཟླ་ཕྱི་ཟླ་གསུམ་པའི་ཚེས་གསུམ་ཉིན་ཨ་ཏི་བརྙན་ཐུང་ནག་འོག་ལ་ཏན་ཏཱ་ག་ཟེར་དེ་ད་ད་ད་ཟེར་ལ་ད་ཨ་རི་དང་ཨ་ནེ་ཨི་རན་ཨ་ད་ད་ག་ཟེར་དེ། ཨ་དང་ཨི་ཟི་རལ་ཨ་ནི་ཁོང་ཚོའི་སྲུང་བར་ལ་ཨ་ནི་དམག་གྲུ་ག་ལ་གང་འཚམ་ཤུགས་ཆེའོ་ཅིག་ག་འགྲོ་གི་འོད་དེ་རེ་གང་དུ་བས་ད་ཅིག་ཨ་གནས་ཚུལ་ཅིག་ག་དེང་གི་འོད་དེ་ར་སོང་ཙང་ད་དེའི་ད་ད་གནས་ཚུལ་སུ་དང་བྲལ་བའི་ཐོག་ནས་ཨ་ནི་ཡང་ད་དེའི་ཤ་ཁའུ་ད་ཅིག་ད་ད་སྐར་མ་སྐར་མ་ལ་ཁའུ་ད་ཅིག་ཨ་གནས་ཚུལ་གསར་བ་ཡིན་ན་རེ་ཡང་མེད་ན་ཁའུ་ད་ཅིག་ཨ་འགྱུར་བ་གས་ཆོ་མང་པོ་ཞོའོ་ཅིག་གླེ་དེ་འོད་དེ་ར་སོང་ཙང་ཨ་ནི་ཡང་དེ་ཚོ་སྐོར་ལ་ཁའུ་ད་ཅིག་ཨ་སྒོ་ཅིག་ཚེས་ཆེད་དུ་ཨ་ནི་ཡང་དེ་རིང་འདི་ལ་ཨ་ནི་སྒོར་ནི་དེ་རེ་ད་ཅིག་ཨ་བརྙན་ཐུང་ཅིག་ག་བསད་ན།

མཐོ་རིམ་གོ་རེ་ཅིག་བསད་ཐུབ་ཡོད་དམ་མེད་ཡང་མེད་ན་ཨ་ཡིད་རང་དེར་ད་ཅིག་མཐོ་རིམ་གོ་རེ་ཚོ་ད་ཅིག་རྨས་རྐྱེན་སོར་ཕོག་ཡོད་མེད་ད་ལྟིས་བྱལ་སེའོ་མཁན་མི་འདུག་དེ་ར་སོང་ཙང་ད་དེ་ཚོ་སྐོར་ལ་ད་ད་དུང་ད་དུང་ང་ཚོ་ཁ་ལོ་ད་ཅིག་བྱེད་ལ་ད་ཡ་འདྲ་བོ་ཅིག་ཆགས་ཏེ་ཨ་ད་དེ་གི་མཉམ་དུ་ད་དེ་རིང་ད་ད་ཨིས་རལ་ངས་ནས་ཨ་ཡིད་རང་ལ་ཚུར་ད་ཅིག་གཏོར་རྐྱེན་བཏང་ཡ་སུ་དང་འབྲེལ་བའི་ཐོག་ནས་ཨ་ཡིད་རང་གི་ནང་ལ་ཡེ་སྐྱོ་དེར་ད་ཅིག་གསར་སྐྱེས་པ་ཅིག་ངས་ནས་ཨ་རི་ཡང་ཁ་ལོ་ད་ཅིག་གནས་ཚུལ་ཅིག་ག་རེ་བཏིང་འདུག་ལ་ན། ད་དེ་དེ་རིང་དེ་ལྟར་ཨི་སི་རལ་གྱི་ཚུ་ཨི་རང་ལ་གཏོར་སྐྱེན་བཏང་ཙམ་མ་ཡིན་པ་ད་ད་ལི་དེ་ད་ཁ་ལོ་ད་ཨི་སི་རལ་ཨི་རང་ཨ་རི་ཁོ་ཚོ་གསུམ་བར་གྱི་དམག་འཁྲུག་འདི་འགོ་བཙུགས་བ་ནས་བཟུང་རྗེས་ད་གང་ད་ཨི་རང་ཨི་སི་རལ་དང་ཨ་རི་ངས་ནས་ཨ་རི་ཨི་རང་གི་རྒྱལ་ས་ཏེ་རང་གི་བལ་ཏེ་ཕྱོགས་ཚང་མར་གང་ད་ད་ཅིག་གཏོར་སྐྱེན་དེ་ར་བཏང་བྱས་སོ་ཧ་འདི་གི་གཏོར་སྐྱེན་བཏང་ཡང་ད་ད་གོ་ཉི་མ་ཅིག་ཙམ་མ་ཡིན་པ་ད་ཉི་མ་གསུམ་བཞི་རུ་ད་དེ་ན་ལ་གང་ད་ཉི་མ་རྟག་པ་གང་ད་གཏོར་སྐྱོན་གཏང་དགོས་དེ་རིགས་གང་ལྟར་སྤེལ། ད་ནས་བཟུང་གང་ལྟར་དེ་རིགས་གནས་ཚུལ་དེ་ཙམ་མ་ཡིན་པ་ཐིག་གི་མཉམ་དུ་སྤེལ་ན་ཁ་གསལ་ཏེ་ཨི་རན་གྱི་ས་ཁུལ་དེ་དག་ཨིས་ཧྥ་ཧན་ལ་ཉེ། ཕ་རྗེས་ཨིས་ཧྥ་ཧན་ཉིན་མཚམས་ཐ་དད་ཨ་ན་ཐན་ལ་ཉེ་སོ་ན་ལ་ཡི་སྐྱོགས་དེ་རིགས་ཨ་ནི་ཨི་རན་གྱི་དུར་ཕྲན་གྱི་བཟོ་ལ་བཟོ་ལ་ཡང་ནི་གཏོར་སྐྱོན་དེ་རིགས་གཏང་ཡོད་དེ་རིགས་གང་ལྟར་སྤེལ་སེ་ར་དེ་རིགས་སེ་ར་བྱས་ཙམ་མ་ཡིན་པ་དེ་རིགས་གཏོར་སྐྱོན་གཏང་ཡོད་ཁག་ད་པར་བཟོ་ལ་ད་ཅིག་སྟབས།

མཐོང་མ་སོང་ཟེར་དོགས་དོགས་ཆེ་ན་གང་ལྟར་ཨ་རི་དང་ཨི་ཟི་རལ་གྱི་ལྟ་ཅིག་རྒྱུ་མཚན་སྤྲད་རྒྱུ་དེ་གང་ལྟར་ད་ག་ཟེ་གོ་ལྟ་ཅིག་ཁ་ཡོད་ཙམ་ཞིག་མ་གཏོགས་དེ་རྒྱུ་མཚན་ཏག་ཏག་མ་རེད་ལ་དེ་འདྲས་གང་ལྟར་གལ་ཆེ་འདི་འདྲ་ཨ་ནི་ཕྱི་ཚུལ་ལན་ཅིག་ལེ་བྷ་རོ་གིས་བཤད་འདུག་ཨ་ནི་དེ་འདྲས་བཤད་ཙམ་མ་ཡིན་པར་དེ་གི་མཉམ་དུ་ད་དུང་ད་ལྟ་ལེ་བྷ་རོ་ངེས་ནས་ད་ད་ལི་ད་ལྟ་ཨ་རི་དང་ཨི་ཟི་རལ་ངེས་ནས་ཨི་རན་ལ་གཏོར་སྐྱོན་བཏང་སོང་ལ་ཡང་ཅིག་ཁོ་གི་བསམ་ཚུལ་ཅིག་ག་རེ་བྱེད་འདོད་ད་དེ་རྦད་དེ་ད་ལི་གཏོར་སྐྱོན་བཏང་ཡ་དེ་གིས་སྟབས་མ་ལེགས་བ་བྱུང་ན་རྦད་དེ་ས་ཁུལ

ད་བྷིས་ཀོབ་ཀྱིས་ལ་ཡ་ཆ་ན་ད་ད་ལྟ་བར་དུ་ཨི་རན་གྱི་ནས་དུག་སྦྲེང་གི་རྫས་སོགས་ད་དེ་གི་རྫས་དེ་རྦད་དེ་བརྒྱ་ཆ་དྲུག་ཅུ་ལས་བརྒལ་ནས་ག་ད་ས་ས་བྱས་ལ་ཨ་ནི་དེ་བརྒྱ་བརྒྱ་ཆ་དྲུག་ཅུ་དེ་གང་ལ་ད་རུང་ད་ད་བརྒྱ་བརྒྱ་ཆ་ཉི་ཤུ་སུམ་ཅུ་བརྒྱ་ཡོད་ན་ཨ་ནི་དེའི་སྐབས་སུ་ད་ག་ད་དུག་སྦྲེང་ཕྱི་ཆ་བཟོ་ཡས་ཀྱི་དེ་རེ་ཅིག་འདེབས་པ་དང་ག་ད་ཆ་ཤི་ཡོད་ན་དེ་འདྲ་ཅི་ནི་ན་ན་བཟོ་ཐུག་རེ་ཟོ་དེ་འདྲ་སོང་ཙང་ག་ད་ཨི་རན་གྱི་རྦད་དེ་དེ་ད་ཅིག་བཟོ་ཡས་ཀྱི་ཆ་ཤི་ཆ་ཤི་དེ་གཏིང་གི་ཡོད་ཙམ་མ་ཡིན་པ་ད་དེ་མགྱོགས་པོ་བཟོ་བཟོ་ཡས་ཀྱི་དེ་འདྲའི་ག་ད་བས་གྲ་སྒྲིག་གི་ཡོད་བརྒྱ་བརྒྱ་ཅིག་ག་ད་སྟིབ་བྷིས་ཀོབ་ངས་ནས་ག་ད་ཅིག།

རྗེས་ལ་ད་ཡ་འདྲ་བོ་ཅིག་ཆགས་ཤིང་ད་དེའི་གང་འདྲ་རྒྱུ་མཚན་དེ་དང་ད་ལྟ་ད་དེ་ཆར་ཡང་ག་རེ་འདྲ་བོ་ཆགས་ཤིང་ལ་ན་ད་དེ་ད་ལྟ་སྔས་མ་ད་ཉིས་སྟོང་གསུམ་སྐབས་སུ་ཨ་རིག་ངས་ནས་ཨ་ནི་ཨི་རག་ལ་དམག་རྒྱག་ཡས་སྐབས་སུ་དེའི་སྐབས་སུ་ཨ་རིག་གི་ཡང་དམག་རྒྱག་གི་རྒྱུ་མཚན་ཞིག་དང་ཡང་བེད་ཅིག་འགྲེལ་བཤད་ཞིག་ག་རེ་རྒྱག་སྲིད་ན་ད་ལྟ་གང་ད་དེའི་སྐབས་སུ་ཨི་རག་གི་སྲིད་འདིང་སཱ་དཱམ་ཧུ་སིན་ངས་ནས་བེད་དེ་བེད་དེ།

ཕྱག་དེ་བཞིན་དུ་ལྟ་སྟེ་སྙེ་མ་སྟེ་གནས་ཚུལ་གལ་ཆེ་བོ་གཅིག་ག་རེ་གོ་ཚུལ་ལ་ན་ད་ལྟའི་ང་ཚོ་ག་ཟེར་ཏེ་ད་ལྟ་ཟེར་ལ་ནི་ཨ་རི་དང་ཨི་ཟི་རལ་གྱི་ཨི་རང་ལ་ཕ་ཅིག་དམར་ཞིག་རྒྱག་ཡ་དེ་གི་མཉམ་དུ་ད་ལྟ་ཨི་རང་གི་ནང་ལ་ཡོད་རྒྱུ་དེ་རི་དྭགས་ཅིག་ད་ལྟ་ཨི་རང་གཞུང་ལ་ངོ་རྒོལ་བྱེད་ནས་ནི་ཨི་རང་མི་མང་སྲུང་ནས་ནས་ད་གང་ད་ཕིག་གི་ནང་ལ་གཞུང་གསར་བ་ཞིག་གླས་ཀྱི་ཁོང་ཚོ་ཐབས་ཤེས་བྱེད་བོ་བྱེད་རོགས་ད་དེ་གི་ཐབས་ཤེས་བྱེད་སུ་རྒྱ་བོད་ལ་ཡང་ཕའི་རོགས་པ་བྱས་ནས་རྒྱ་བོད་ལ་ཕའི་ད་ཅིག་སྒོར་ཁྲི་སྙེད་ཅིག་སོས་ཟ་དེ་དེ་འདྲ་ཨ་རིའི་གི་ནང་ལ་ཡིད་སྐྱོ་དེ་རི་ད་ཅིག་ཨི་རང་གི་རྒྱལ་སྲས་ཅིག་བ་དེ་སྔས་མ་ཨི་རང་གི་རྒྱལ་བོ་ཤ་གི་བུ་ཅིག་བ་ད་དེ་གི་དེ་འདྲ་རྒྱལ་སྲས་དེ་ལ་དེ་འདྲ་ཁ་སང་ཚེས་ཕ་ཆེ་གཅིག་གཉིས་སུ་ནང་ལ་ཕ་ཆེ་གཉིས་ལ་ཡིན་ས་དེ་འདྲ་ཨ་རིའི་གི་གསར་ཁང sixty minutes ལ་ཉེ་ཆུང་བ་སྐར་མ་དྲུག་ཅུ་ལ་ཉེ་དེ་རི་གསར་ཁང་དེ་གསར་ཁང་དེ་བཅར་འདྲི་བྱས་ད་དེ་གི་བཅར་འདྲི་བྱས་སུ་ནང་ལ་ནི་ཁོ་གི་ཡང་སྐད་ཆ་གས་ཆོག་ཅིག་ག་ལ་བྱས་ལ་ན། ད་དེ་ད་ལྟ་ཟེར་ལ་ཨ་ནི་ཨི་རན་ནང་ལ་ཁ་ལོ་ད་ཅིག་ཨི་རན་གྱི་དམག་མི་ཚོགས་པ་ཡིན་ནའང་རེད་ཡམ་དེ་འདྲས་གང་ལྟར་ད་ཅིག་ཉེན་རྟོག་པ་སོགས་ལ་གང་ལྟར་ཚོགས་པ་ག་ལ་གང་འཚམས་བྱེད་ངེས་ནས་ཨ་ནི་ཁོ་ལ་རྦད་དེ་འབྲེལ་བ་བྱས་རྗེས་ཨ་ནི་ཁོ་ཚོ་ངེས་ནས་ད་ད་ད་ཟེར་ཨི་རན་གྱི་ནང་ལ་ཡེ་སྐྱོ་དེར་ད་ཅིག་ཆོས་ལུགས་ཀྱི་དབང་ཆ་ཟིམ་ཉེས་ཡམ་ཨོ་ཏི་གང་ལྟར་ལྟ་བ་ཕྲག་པ་ཚོ་ལ་གང་ལྟར་ད་ངོ་རྒོལ་དང་གང་ལྟར་ད་ཅིག་པའི་གྱེན་ལོག་སོགས་ལ་བྱས་གྲ་སྒྲིག་ཡོད་དེ་འདྲས་ཡང་གང་ལྟར་ཁོ་ལ་ད་ཅིག་སྐད་ཆ་དེ་འདྲ་བཤད་དབྱི་ཁྱེད་ཅག་གིས་ད་ལྟ་ཁོའི་ཁ་དང་ས་སྒང་དེ་ན་གང་དག་ཅིག་བཤད་ཆོག་དེ་འདྲ་སོང་ད་དེ་ཚོ་ཡང་ག་ཟིག་ངའི་ནེ་ཙོ་ཡིན་པ་ན་ཡང་དེ་གི་ཕིག་ན་ཁྱད་པར་བཟོ་ཡི་རོ་ཁ་སང་ན་གང་དག་ད་ཐ་མ་དེ་ལ་ཡི་རང་ན་ལ་ཞུང་ཅིག་བྱའོ་རྒྱབ་དང་མ་རྒྱབ་ལ་ཡི་དེ་གང་དག་ད་དེ་གི་ཁ་ལོ་ཚོ་ད་དེ་ཁ་ད་ཅིག་ད་ལས་གཞི་སུ་ལས་ཀོ་སུ་ད་ས་ནས་ས་ཐོག་ན་ལ་མི་གོ་ཡི་རོ་ས་ནས་ས་ཐོག་ལ་མི་མོ་བ་ལ་ཁོ་བར་ནག་གི་འདོར་རྒྱལ་དང་དང་ཅིག་བམ་ཅིག་ཡོད་བསམ་དེ་ཁོ་ཞུང་ཅིག་ཡོད་ཡོད་དོར་གལ་དང་ཐུག་ཡི་མ་རོ་དེ་འདྲ་སོང་ཙང་ཡང་ཕིག་གི་ན་ལ་དེ་ད་ཁོའི་ཤེས་བ་ན་ད་དེ་འདྲ་གི་ཚོགས་པ་དེ་མི་ཡོད་ན་ཡང།

ཚེས་ཉི་ཤུ་བརྒྱད་ཀྱི་ཉིན་དུ་གསལ་གསལ་དེ་ཡིན་ན་ཡང་ད་ལྟའི་གྲ་སྒྲིག་ཆེ་དང་ཆ་ཤས་ཟེར་བ་དེ་ལོ་གཅིག་གི་སྔས་ལ་ཁོང་ཚོ་གིས་གྲ་སྒྲིག་དང་ཆ་ཤས་གཏིང་ཞག་དཔེར་ན་རྦད་དེ་ཆ་ཤས་གཏིང་སྟངས་དང་ད་ཨི་ཟི་རལ་གྱི་གསང་བའི་ལས་ཁུངས་ད་ད་མོ་སར་རོ་མོ་སར་ད་ཆིག་ད་མོ་སར་ལ་གཉིས་ད་ཆིག་རྒྱབ་ལ་གང་ད་གསང་ཉུང་བྱས་རོ་ད་སོང་ཙང་མོ་སར་གྱི་སྔས་ནི་རྦད་དེ་ལོ་གཅིག་གི་སྔས་ནི་ཨ་ནི་གང་ད་ཨི་རང་ན་ལ་གསང་ཉུང་ཡང་ཡང་མེད་ཨི་རང་ན་ལ་གང་ད་བརྟག་དཔྱད་བྱས་བྱས་དཔེར་ན་ད་ཅིག་ཨི་རང་གི་ཆེ་བྷིན་ཨ་ཧི་ཏོ་ལ། ཁ་མི་ནི་ཏེ། ཁ་བ་དེ་གིས་འདུག་ཨཱ་ཁོག་གིས་ཉི་མ་ཉི་མ་གི་ལས་ཀ་ག་རེ་རེད་ཤག་དེ་ལས་གལ་ཆེ་སྟེ། ཁོ་སྲུང་སྐྱོབ་བྱེད་མྱེད་ཀི་ད་ཅི་སྐུ་སྲུང་བ་ཚོ་སུ་ཡིན་མིན་གང་ལ་བརྟག་དཔྱད་དང་རྦད་དེ་ཉམས་ཞིབ་ཞེ་བོ་བྱེད་ཤག་ད་དེ་ཉམས་ཞིབ་བྱེད་སྟངས་དང་དཔེར་ན། ཨི་རང་གི་དེར་ད་ཅིག་ཁྲོམ་སྐྱིད་མ་ལགས་ད་ཨི་རང་གི་དེར་ད་ལམ་ཁ་སུ་ན་ལ་ད་ང་ཚོ། ད་པར་ཆས་མང་པོ་རོགས་ད་ང་ཚོ Traffic Camera ལ་རོགས་ཨོ་ད་དེ་འདྲས་གང་ད་པར་ཆས་ཚོ Israel གི་ངེས་ན་རྦད་དེ་ལོ་གཅིག་གཉིས་ལ་ད། ཨིན་ཇི་ག་ཤོ་ན Hack ལ་རོགས་ཡང་མ་གང་ད་གང་ད

དག་ཆ་ཤས་ཆེ་ལ་ད་དེའི་ཁ་སང་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བརྒྱད་གི་ཞོགས་པ་གང་ལྟར་དེ་གཏོར་སྐྱོན་བཏང་རུང་བ་ཨ་འཐི་སྙམ་ད་དེ་གང་ལ་འདྲ། ཨི་ཟི་རལ་གྱི་དེ་ནས་རོགས་པ་བྱས་ཙང་མ་ཡིན་པ་ནི་ཨ་རི་གི་གསང་བའི་ལས་ཁུངས་སི་ཨའི་ཨེ་ངེས་ནས་ད་བལ་དེ་ཤོ་བོ་ཆེ་ཆེ་ལབ་རེད་ད་ད་དོ་བྱས་ན་གང་ལྟར། ཁ་ད་ད་བལ་ཟླ་བ་ཁ་ཤས་ངེས་ནས་བལ་ལྟ་བྱས་ད་འདི་ཁ་སང་དུ་ཨ་བེ་ནེ་ཛུ་ལཱ་གི་སྲིད་འཛིན་ནི་ཀོ་ལཱ་མཱ་ཏུ་རོ་རྒྱ་བོ་ལ་ད་བརྟག་དཔྱད་བྱས་ན་ད་གི་སི་ཨའི་ངེས་ནས་ད་དེ་ཡང་ད་ད་ཨ་ཡེ་དོ་ལཱ་ཁོ་མི་ནི་གང་ལ་ཤོ་བོ་ཅིག་བལ་དེ་བརྟག་དཔྱད་བྱས་ཤེས་ལབ་ད་གང་ལྟར། ཁོ་ཉི་མ་ཉི་མ་ལས་ཀ་གར་བྱེད་དུ་ཨ་ནི་ཁོ་ཉི་མ་ཉི་མ་ལ་སུ་ཐུག་གི་འདུག་ཨ་ནི་ཚོགས་འདུ་ཚོ་ག་བ་ཚོགས་ཡི་འདུག་ཨ་ནི་ག་འདྲ་ཚོགས་གང་ལ་བརྟག་དཔྱད་ཞོག་ཆ་ད་འདི་བརྟག་དཔྱད་བྱེད་ཚར་རེད་ཅེས་ནི་རྟ་ཟླ་ཁ་སང་སྤྱི་ཟླ་གཉིས་བའི་ཚེས་ཉི་ཤུ་བརྒྱད་གི་ཞོགས་པ་ཆུ་ཚོད་དེ་ལ་ཨ་ནི་ཨ་ཡོད་དོ་ལ་ཁ་མི་ནི་དང་ཨ་ནི་ཡི་རང་གི་ད་ཅིག་གསར་བརྗེ་གི་དམག་དཔོན་གས་མཆོག་ཨ་ནི་དེ་གི་མཉམ་དུ་ཡི་རང་གསང་བའི་ལས་ཁུངས་དེར་མི་གས་མཆོག་ཚང་མ་ད་དེ་རིང་དེ་ཚེ་ཆུ་ཚོད་དེ་འདྲ་ཞིག་ལ་འཛོམས་ཀི་འདུག་ཟེར་གང་ད་ད་ཁོང་ཚོ་བས་དེ་དག་རང་ལ་ཐག་བཅད་གཏན་འཁེལ་བྱས་ཨ་ནི།

བང་དཀར་བ་སྟོིང་བམ་ལ་ཁ་སུ་ད་དེའི་བམ་དེ་ཁོ། གང་ལ་ལྟོ་རས་ཙམ་མ་ཡིན་པར་བད་ས་འོག་ལ་འཛུགས་ནས་ད་གང་ད་ལྟོ་རྙེད་དེ་འདྲས་ཀྱི་བམ་དེ་རེད་དོ་ད་དོག་དོག་བྱས་ན་ཁོ་རང་བམ་ཁོ་རང་ལ་ཁྱད་ཆེ་གར་དུ་སུ་ན་ད་དང་པོ་བམ་ཁོ་རང་གིས་ད་བཙས་དེ་གང་ཚོ་དེ་ར་བ་བཙས་དེ་གང་ལ་དེ་དུ་བ་བགས་སུ་ད་ཅིག་ལྟ་ཐུབ་ཉེ་ག་ད་ཕིག་ན་ད་ཅིག་གང་ད་ག་རེ་ག་རེ་ད་གང་ད་བེད་ཅིག་ད་ཨིན་ཅིག་ག་དེ་ག་ཡིད་ལ་རོ་བ་འོ་དེ་ཕྱི་ཉིན་ཚང་མ་དུ་བ་འོ་དེ་ར་སོང་དེ་འདྲས་གང་ད་བམ་བེད་སྤྱད་བྱས་ཅིག་ཨ་ནི་ཁ་སང་གི། ད་ལས་ཁུ་དེ་གང་ད་ཅིག། དཔལ་དུ་བ་ད་དེང་སུ་བང་གར་བ་སྤྲིང་བམ་ལ་ཡི་ག་སུ་ན་རིང་ད་ད་ཉིས་སྟོང་ཉི་ཤུ་རྩ་ཡང་སྐབས་སུ་ཨ་རི་ངས་ནས་ཨ་ནི་ཨི་རང་དེ་རི་ད་ཅིག་དུག་སྦྲེང་གི་སུ་ར་གསུམ་ལ་གཏོར་སྐྱེན་བཏང་སྐབས་སུ་དེའི་སྐབས་སུ་བང་གར་བ་སྤྲིང་བེད་སྤྱད་བྱས་རོགས་ཁ་སེ་ཨི་རང་གི་དུག་སྦྲེང་སུ་ར་སོ་ཞོ་ས་འོག་ལ་ད་འོ་ད་ར་སོང་ཙང་དེའི་སྐབས་སུ་བེད་སྤྱད་བྱས་ན་ད་ད་ད་ལི་ད་ད་ཨ་ཡོད་ཏོ་ལ་ཁ་མི་ནི་སེ་སུ་ག་ལ་ད་དེ་འདྲས་ག་ད། བམ་འདི་འདྲ་ཕལ་ཆེར་ཆེ་བའི་གནས་ཚུལ་གཅིག་དེ་དང་དེ་གི་མཉམ་དུ་ད་ལྟ་ཨ་རི་ག་ད་ཨིས་རལ་གྱི་དེར་གཏོར་རྒྱལ་ཚང་མ་བཏང་ཟེར་ཅེས་ན་གཞི་ནས་ད་ཕར་ཆེར་ཆུ་ཚོད་གཅིག་ཕར་ཕར་སྐར་མ་ཉི་ཤུ་ཡོད་མ་ག་ད་སྐར་མ་སུམ་ཅུ་ཟེར་ན་གཞི་ནས་ཨ་རི་གིས་ད་ཨི་རན་ལ་ཕར་བཙན་འཛུལ་བྱས་ཏེ་འགོ་བཙུགས་ཚར་འདུག་བ་ད་བཙན་འཛུལ་བྱས་ལ་དོ་དོ་གང་ད་དང་པོ་དེ་ལ་ཕར་ཆེར་ཨ་རིས་དེར་ད་ཅིག་མཚོ་དམག་འཕྲོ་སྲིང་གསུང་ངས་ནས་ཨ་ནི་ཨ་རིས་དེར་ད་ཅིག་མེ་ཤུགས་འཕུར་ད་ཞེ་ན་ཚོ་དང་ད་འཕྲོ་མ་སོགས་ཏེ་མང་པོ་ཤོར་ཅིག་ཕར་གཡུགས་འདུག་བ་འོ་དེ་འདྲ་སོང་ད་དོ་དོ་གང་ད་ཁ་སང་ཨེ་ཁར་ཟེར་ཏེ་ཨི་རང་བྱས་པའི་ཨ་ཡི་ཏོ་ལ་ཁོ་མི་ནི་སྲིད་ཏང་དེ་དེ་འདྲ་འདྲ་བོ་ཅིག་གང་འདྲ་ཅིག་རེད་ཤག་རོགས། དེ་ཤི་ད་དེ་ཡིན་མ་དེ་གནས་ཚུལ་ཡང་གལ་ཆེ་བོ་ཅིག་ག་རེ་གོ་ཚོད་ལ་ན། ད་དེ་ད་ལེ་ད་ལྟ་ཨི་ཟི་རལ་དང་ཨ་རི་ཨི་རང་ཁོ་ཚོ་གསུམ་གྱི་ད་དམག་གྲུ་དེ་འགོ་བཙུགས་ཚར་རེད་རྗེས་ནི་ད་གནས་ཚུལ་ཡེ་ཤེས་པ་ཡིན་ན་རེད་ཡང་མར་ཉམས་ཞིབ་པ་ཡང་མར་ཧོ་ད་ཅིག་མི་མང་པོ་ཞོ་བོ་ཅིག་གི་ད་ཅིག་བསམ་བློ་བཏང་དགོས་ས་ཡང་མར་མི་མང་པོ་ཞོ་བོ་ཅིག་གི་ད་ཅིག་ཕེ། ཁ་ལོ་ད་ཉམས་ཞིབ་བྱེད་དགོས་ས་དེ་ག་རེ་རེད་ཟེར་ན་ད་དེ་ད་ལེ་དེ་འདྲ་དམག་འཁྲུག་དེ་གྱི་རིང་ལས་བར་འགྲོ་གི་རེད་ཨ་དེ་ལས་གལ་ཆེ་དེ་དམག་འཁྲུག་དེ་མཇུག་བསྒྲིལ་ཚར་རྗེས་ནི་སུ་ལ་རྒྱལ་ཁ་ཐོབ་གི་རེད་སུ་ལ་གང་འདྲ་བས་ཁེ་ཕན་རག་གི་རེད་ལ་ཉན་དེ་གང་ལ་ད་ད་དེ་ཆ་ལ་ཉམས་ཞིབ་བྱེད་ནས་ཞོག་ཡོང་དེ་ཡོད་དོ་ད་གང་འདྲ་ཁེ་དབང་ཚང་མ་དེ་གང་ལ་ད་དོ་སྣང་བྱེད་ཡོད་རོ་བ་འོ་དེ་འདྲ་སོང་ཙང་ད་དེ་གང་ལ་ཉམས་ཞིབ་བྱེད་མཁན་མང་པོ་ཡོད་ད་ནི་ད་ཁ་ཤས་ལ་ན།

ཁོ་གིས་ད་ལྟ་ཨ་རིའི་ཕམ་ཁའི་ལས་གཉེར་དེ་ཁོ་ཚད་པ་ག་རེ་བྱས་སོང་ད་ལྟའི། ཁོ་ད་ལྟ་དམག་དེ་དམར་ཤོག་ངོས་ལ་ཁོ་གིས་ད་བར་ཆད་ན་རིང་དུ་ད་ཉིས་སྟོང། ད་བར་ཆད་ཉི་ཤུ་རྩ་བཞི་ཚུན་ལ་ད་ཁོ་ཡི་ཚད་པ་ག་རེ་བྱས་སོང་ན་ད་དང་པོ་དེ་ལ། ཉིས་སྟོང་ཉི་ཤུ་རྩ་ལྔ་གི་ཨ་ནི། ད་ཉིས་སྟོང་ཉི་ཤུ་རྩ་བཞི་གི་ཨ་རིའི་སྲིད་འཛིན་ཡེ་དུ་སི་ནའོ་ལ་ཨ་ནི་ཨ་རིའི་སྲིད་འཛིན་ཏྲོ་ནོ་ཐྲོམ་ཐོབ་ཡིན་པ་དེ་གཏན་འཁེལ་རེད་ཁོ་ཡི་ཚད་པ་བྱས་ཞོ་ཨ་ནི་དེ་མཉམ་དུ་ཚད་པ་གཉིས་པ་དེ་ག་རེ་བྱས་སོང་ན་ཨ་ནི་དེ་ཐོབ་ཚར་རེ་བྱས་ནས་ཨ་ནི་ཨ་རིའི་ངོས་ནས་ཡིད་རང་ལ་དམག་རྒྱག་གིན་པ་དེ་གཏན་འཁེལ་རེད་ཟེར་བ་དེ་གི་རྗེས་ནས་ཁོས་ག་རེ་ཟེར་བ་ཟེར་ས་ན་ནི་དམག་བཏང་ལ་ཨ་རི་ཤོར་གི་རེད་ཟེར་ཨ་ནི་ཨ་རི་ཤོར་ཚར་རེ་རྗེས་ནི་འཛམ་གླིང་གི་ནང་ལ་ད་བལ་དེ་ཆབ་སྲིད་གང་ནས་ཡིན་ན་རེད་བདེ་འཇགས་གང་ནས་བལ་དེ་འགྱུར་བ་བལ་དེ་ལོག་ཀ་ཞོ་ཞིག་སླེབས་ཀྱི་ལ་ནི་དེ་འདྲའི་ཁོ་ཡི་ཚེ་དཔག་ཅིག་བྱས་འདུག་འོ་ད་དེ་འདྲའི་ཚེ་དཔག་བྱས་བ་ན་དེ་ད་དེ་འདྲ་ཁ་སང་དུ་ཨ་ད་གསར་ཁང་ཁ་ཤས་ངས་ན་ཁོ་ལ་བཅར་འདྲི་བྱས་འདུག་ད་དེ་བཅར་འདྲི་བྱས་ན་ཁོས་སྐད་ཆ་ག་རེ་བཤད་འདུག་ལ་ན། ད་དེ་གང་ད། ད་ད་ལའི་གང་ད་ཨ་རི་ཤོར་ཡས་ཀྱི་ཉེན་ཀ་རེད་ཟེར་ཉེན་ཀ་ག་རེ་ཟེར་ན་ད་དེ། གང་ད། ད། ད་ད་ལེ་གི་དམག་འཁྲུག་ཐེག་གི་ཕྱོགས་མང་པོར་ལྟ་བའི་སྐབས་སུ་ཨེ་བལ་དེ་ཨི་རང་ལ་ཁེབ་བཟང་མང་ང་ཡ་རེད་ད་ཁེབ་བཟང་མང་ང་ལ་ཤུ་ལ་ཏོག་ཏོག་ད་གང་ད་གོ་ས་ཁུལ་ཆགས་སྟངས་གང་ན་ཡིན་ན་རན་དེ་ཙམ་མ་ཡིན་པ་ད་དཔལ་འབྱོར་ད་གང་ཅི་ཐད་ནས་ཨི་རང་ལ་ཁེབ་བཟང་མང་ང་ཡ་རེད་ད་དེ་ཁེབ་བཟང་མང་ང་དེ་ག་རེ་ཟེར་ན་ད་དེ་ད་དཔེར་ན་ག་རེ་ཟེར་དེ་ད་ད་ཨ་རིག་གི་ངེས་ནས་ཨི་རང་ལ་དམག་དེ་མུ་དེ་རྒྱབ་ཐུབ་དང་མ་ཐུབ་དམག་དེ་མུ་དེ་འགྲོ་ཐུབ་མ་ཐུབ་གང་ལ་ད་དེ་དཔལ་འབྱོར་གང་ནས་ཤེ་བོ་ཞིག་པའི། ག་ལྟ་ཅིག་ཁྱད་པར་ཡོད་ཨ་ནི་དེ་ཙམ་མ་ཡིན་པར་ད་ཨ་རིའི་མི་མང་དང་ཆབ་སྲིད་གང་ཅི་དང་འདི་གང་ལ་ཞུ་ཧོ་གང་ལྟ་ལྟ་ཅིག་ཤུགས་རྐྱེན་སླེ་གི་ཡ་རུ་བ་འོ་དེ་འདྲ་སོང་ཙང་ཨ་ནི་གང་ལྟ་དཔལ་འབྱོར་གང་ནས་ཨ་རི་ལ་གྱོང་ཞོ་ར་ཡ་ན་ཨ་ནི་ད་བསམ་བློ་གཉིས་བ་ཞིག་མ་བཏང་རང་བཏང་ཆགས་ཡ་རུ་བ་འོ་དེ་འདྲ་སོང་ཙང་ཨ་ནི་དཔལ་འབྱོར་གང་ནས་གྱོང་ར་ཡ་ས་ཁོ་ན་ད་ད་དུས་ཆལ་ཨི་རང་གི་དགྲ་མ་དགྲ་བྱེད་ཡི་དུ་བ་དགྲ་མ་དགྲ་ག་རེ་ཟེར་ན་ད་བ་དང་པོ་དེ་ལ་ཨ་རི་གི་ལྟེ་གནས་དང་དམག་སྒར་དང་ཨ་ནི་ཨི་ཟི་རལ་ལ་གཏོར་སྐྱེན་བཏང་ཙམ་མ་ཡིན་པར་དེ་གི་མཉམ་དུ་ད་ལྟ་ཁ་ཆེ་གི་རྒྱལ་ཁབ་དང་ཨ་རབ་ཀྱི་རྒྱལ་ཁབ་མང་པོ་ནང་གཏོར་སྐྱེན་ཞོ་བཏང་སྟེ་གཏོར་སྐྱེན་བཟོ་ད་ད་ལྟའི་ཆ་ལ་རྦད་དེ། དམག་སྒར་དང་ལྟེ་གནས་ཙམ་མ་ཡིན་པ་ཨ་ནི་ཁོང་ཚོ་གི་ཚོང་གི་ལྟེ་གནས་གས་ཆོ། སྣུམ་འོག་ས་གི་གྲུ་ཁ་གས་ཆོ། ཨ་ནི་སྤྱིར་བཏང་ག་ད་ལྟ་ཅིག་རྦད་དེ་ལྟེ་གནས་གས་ཆོ་མང་པོ་ཞིག་ལ་གཏོར་སྐྱེན་བཏང་འོ་དེ་གཏོར་སྐྱེན་བཏང་སྐབས་སུ་དེ་གི་ཚོང་གྲུ་དག་ཐོག་ནི་ཐད་ཀར་གང་ལྟར་ཨ་རི་དང་མང་པོ་ཞུ་ལ། དེ་གི་གྱོང་རག་གི་རེད། འོ་དེ་འདྲ་སོང་ཙང་ད། ཚོང་གི་ཐོག་ནས་གང་དག་གྱོང་ཞོ་དང། ཉེན་ཁ་ཞོ་ཆགས་ཟོག་དེ་འདྲ་སོང་ད་ད་གང་དག་ཐ་མ་དག་ལ་གང་དག་ད་དམག་དང་གྱེས་རིང་པོ་ཞོ་ཆགས་ན་ནི་རྦད་དེ། ཨ་རི་ལ་ཡང་གང་དག་ཕམ་ཁ་རག་གི་ཉེན་ཁ་ཡལ་ལ་དེ་འདྲའི་གང་དག་ཁོ་ཡི་ཚེ་བག་ཆོད་ད་རེས་ཁོ་ཡི་དེ་འདྲའི་ཚེ་བག་ཆད་ཙམ་མ་ཡིན་པ་ཨ་ནི་ཨ་རི་གི་ནང་ལ་ཡོད་རྒྱུ་དེར་ཡང། མཁས་དབང་ཁ་ཤས་ངན་ལས་དེ་འདྲས་ཀྱི་ཚེ་བག་ཞིག། བྱིས་འདུག་ད་དེ་བས་ན་ཁ་ཤས་ག་ལ་སྲིད་ད་ད་ལས་དེ་འདྲ་སྲིད་འཛིན་ཁྲོམ་གི་ཨི་རན་དམག་རྒྱག་ཡ་དེ་གང་ལ་རྦད་དེ། ཕུགས་རྒྱང་རིང་པོ་གི་ཆ་ཞིག་དང་དེ་འདྲ་གི་ཐབས་ཅིག་དེ་ར་མི་འདུག་ཟེར་འོ་དེ་འདྲ་ས་ཨ་གྱོང་དེ་ར་གི་ལ་ཡིན་དེ་འདྲའི་སྐད་ཆ་ཞིག་ངས་དེ་ར་ཡོང་གི་འདུག་བ་ད་ཡིན་ན་ཡང་དེ་སྐད་ཆ་ཞིག་འདི་ཕྱོགས་གཅིག་མ་གཏོགས་ཡང་དེ་རྦད་དེ་འགྲིག་རེད་ད་དེ་རྦད་དེ་གཏན་འཁེལ་ཚད་མཁས་ཡ་མ་རེད་ཡང་དེ་ད་ཚུ་ཡང་ཁ་ཤས་ཁ་སིན་ན་ད་རྦད་དེ་ད་ལེ་སིན་སིན་ཁྲོམ་གི་དངོས་གནས་རང་གི་ད་དེ་གསེར་གི་གོ་སྐབས་དེ་ཟིན་རེད་ལ་ད་དེ་གོ་སྐབས་དེ་ཟིན་རྗེས་ད་ཨི་རང་གི་ད། སྡུག་དྲན་ཕྱིན་ཆད་དང་ད་ང་ཚོ་མེ་ཤུགས་འཕུར་རྟ་དང་ཁ་ལོ་ད་དེ་ཚོ་ཏག་ཏག་བཟོས་ཙམ་མ་ཡིན་པ་འཐད་གི་སྙམ་འདུག་ད་གཞུང་ཁོ་རང་ཅག་གོ་དིང་ལོག་ཐུ་བ་ན་དེའི་སྐབས་སུ་ད་ཨ་རི་ལ་དངོས་གནས་ཀྱི་རྒྱལ་ཁ་ཞོ་ཐོབ་རེད་ས་རྒྱལ་ཁ་ཐོས་ལ་ཤི་ལ་དོག་དོག་ད་ཁོ་ཨི་རང་ཏག་ཏག་བཟོས་ཙམ་མ་ཡིན་པ་ས་ཁུལ་ད་ག་རང་ལ་ཨ་ནི་ཨ་རི་གི་སྟོབས་ཤུགས་སྤེལ་གནང་ག་ད་ཨ་རི་གི་ད་ཅིག་མངའ་ཐང་དེ་མུ་དེ་སྤེལ་ཐུབ་པས་ལ་ཞོ་ཅིག་ཁྱེབས་སང་ར་རོ་དེ་ར་སོང་ཙང་ཆོག་བྱས་མ་བྱས་ན་ཡང་དེ་འདྲས་ཀྱི་ཚོད་དཔག་ཅིག་བྱེད་དེ། ད་ཡིན་ན་ངའི་ན་ཟུག་གི་ཚོད་དཔག་དེ་ག་འདྲ་འགྲོ་འགྲོ་གིན་དེ་དག་ད་ང་ཚོ་རྗེས་ལ་ལྟ་ཆ་ཡོད་རུང་བ་ད་དེ་རྗེས་ལ་ལྟ་ཡ་ལ་ཤུགས་ལ་དོགས་དོགས་ད་ང་ཚོ་དཔེ་ཆའི་ཡག་ཤས་དེ་ད་ར་ཤེ་ཡུག་རེན་དམག་ཆགས་རུང་བ་ར་ཤེ་ཡུག་རེན་དམག་ནང་ལ་ར་ཤེ་ལ་ཐོབ་གི་རེད་ར་ཤེ་ཅིག་བྱེད་སེ་ང་ཚོ་ཚོད་དཔག་མང་པོ་བྱ་དེ་ཡིན་ན་ཐ་མ་དེ་ལ་གལ་ཆུང་མ་སོང་བ་ད་དམག་དེ་ཤོད་ཅིག་ལོ་བཞི་ལྔ་བ་ལ་ཁ་གཏད་ཀྱི་རེད་ན་ད་རུང་དེ་དག་རྦད་དེ་ཨི་ཇི་ཀ་དེ་མ་སོང་ན Decisively ཅིག་ཐག་བཅད་མཁན་མི་འདུག་བ་འོ་དེ་འདྲ་སོང་ཙང་ད་ཁོ་མཁས་དབང་དང་ད་ག་ལ་ང་ཚོ་ཉམས་ཞིབ་པ་མང་པོ་གི་ཚོད་དཔག་མང་པོ་བྱས་ཏེ་ད་ཡིན་ན་ངའི་ན་ཟུག་གི། ཐ་མ་གི་ཐ་དད་དེ་ག་རེ་མི་ཐུག་འདི་དང་རྫོགས། རྗེས་ལ་ལྟ་ཡི་དྲྭ་བ་གཅིག་ཆགས་ཏེ། ཨ་ནི་ད་ཐེངས་ཀྱི་མཉམ་འདུག་ད་ང་ཚོ་ཡང་གནས་ཚུལ་གལ་ཆེ་བོ་གཅིག་ག་རེ་ལ་འདུག་ལ་ན་ད་དེ་ཡང་དེ་རིང་དེ་ལྟ་ཡི་རང་དེར་ད་ཅིག་ཕྱི་སྲིད་ལས་ཁུངས་ངས་ནས་ཨ་ནི་ཡང་ཨ་རི་དང་ཨི་ཟི་རལ་ལ་ཕར་ད་ཅིག་ཉིན་ད་དྲྭ་བ་གཅིག་ག་རེ་བཏང་ཤེས་ལ་ད་དེ་གང་ད་ཡག་ཤེས་བྱུང་ན་ད་ད་ད་སྲིད་ལ་གང་ད་དམག་དེ་མཚམས་བཞག་འོས་ད་དེ་གི་དམག་དེ་གང་ད་ཁྱེད་ཚོ་གི་འགོ་བཙུགས་རྒྱུ་རེད་ཟེར་ང་ཚོ་ཡི་རང་གི་རྩ་བ་ཉིད་ལ་འགོ་བཙུགས་མེད་ཟེར་ང་ཚོ་ཡི་རང་དྲྭ་བ་ཆགས་ཚེ་པ་ན་རྦད་དེ་ཨེ། གང་ལྟར་གྲོས་བསྡུར་གྱི་ལམ་ནས་དཀའ་ངལ་སེལ་ཐབས་ཤེས་ཞེས་ཟེར་ནས་ཁྱེད་ཚོའི་དམག་དེ་སུས་རྒྱབ་ལྟར་སོང་ཙང་གང་འགྱོག་འགྱོག་དམག་དེ་ཐག་གཅད་བྱས་ན་ཡག་གི་རེད་ས་ནི་ཁྱེད་ཚོ་གི་ཐག་གཅད་བྱས་ཙམ་མ་ཡིན་པ་ནི་དེ་དམག་ཐག་གཅད་བྱས་གང་ལ་ཨ་ནི་རྒྱལ་སྤྱིའི་གི་ཚོགས་པ་ཡིན་ན་རེད་ཨ་ནི་དམིགས་སུ་བཀར་བྱས་ཡུ་རོབ་དེ་ཚོ་ངན་ན་དེ་གང་ལ་ལྟ་ཅིག་ཆ་ཤས་གླེང་གི་ཨེམ་དེ་གང་ལ་དེ་གང་ལ་ཨེ་གནས་ཤུགས་སྤྲད་འོས་གལ་སྲིད་ཡུ་རོབ་ངན་ན་ལྟ་ཅིག་ཅིག་མཐོང་གི་ན་མ་མཐོང་དུ་བསྡད་འོས་ན་མཐའ་མ་དེ་ལ་ཨ་ནི་ཁྱེད་ཚོ་ཡུ་རོབ་ཡང་གང་ལྟར་དཀའ་ངལ་དང་གང་ལྟར་དམག་འཁྲུག་ཟིན་ན་སྲིད་ཀྱི་རེད་ལ་ཨ་ནི་དེ་འདྲས་གང་ལྟར་ཡང་ཕེབས་ཉིན་ལྟར་དེ་འདྲ་ཅིག་བཏང་གི་འདུག། འོ་ལོ་སི་ཐ་ད་དེ་རིང་ད་ལྟ་ཡང་ང་ཚོ་ཁ་གསལ་ཏེ་ཨ་རི་དང་ཨི་ཟི་རལ་ནི་ཨི་རན་ཁོ་ཚོ་གསུམ་བར་གྱི་ཨ་རི་དམག་འཁྲུག་དེ་སྐོར་ལ་ཡང་དེ་འདྲ་འདྲ་བོ་ཅིག་ཆགས་འདུག་དེ་བྱས་ཏང་གི་དེ་ལ་མཚམས་བཞག་ནས་ཡང་དེའི་རྗེས་ནས་ཡང་ད་དུང་དེ་ལྟར་གནས་ཚུལ་གསར་བ་དང་ཡང་འགྱུར་བ་དམིགས་བསལ་ག་རེ་ཡོང་མིན་ལ་གཞིགས་བྱས་ནས་ཡང་ངེས་འདུག་དེ་ལ་སོང་ས་ནི་ཚང་མས་ཅིག་གསལ་ཁ་རོགས་གྱིས་ལ། དེ་ཅི་ད་དེ་སྙམ་དུ་མཐའ་མ་དེ་ལ་ངའི་བརྙན་ཐུང་ཟིན་ཡང་ཚང་མར་ང་རེ་བ་ཅིག་ག་རེ་བྱོས་ལན་ད་དེ་ད་ངའི་བརྙན་ཐུང་ལ་ལྟ་ཡ་ཙམ་མ་ཡིན་པ་ནི་དེ་གི་མཉམ་དུ་ད་ཅིག་ངའི youtube ལ་ཚོགས་ཞུགས་བྱས་ཡིན་ནའང་རེད་ཡང་མིན་ན་བརྙན་ཐུང་སུ་ཕག་སུ་གང་མང་བགྱི་དགོས་ཀྱང་དེ་མཉམ་དུ་དགའ་སྟོབས་དང་ཆེན་དུ་ཅིག་སྤྲད་ཐུབ་ན་ང་ལ་ཕན་ཅིག་ཐོགས་འདུག་དེ་འདྲ་སོང་ཙང་ནི་ཚང་མ་གི་དེ་གྲོགས་བྱེད་ཐུབ་པས་ད་དེ་ངའི་རེ་བ་ཅིག་བྱོས་ཡིན་འོ་ལོ་སི་ཏང་གི་དེ་རིང་འདི་ལ་མཚམས་བཞག་ནི་ང་ཚོ་ཡང་ད་ལྟ་བྱེད་ལ་ཁ་ལི་ཁ་ལི་བྱ་ཡོང།